ཀྲེར་དེ་ལས་ཐོག་མ་གོང་ས་མཆོག་ལ་གུས་ཕྱག་སྔོན་དུ་ཕུལ་ནས་རྒྱ་ཆེ་བའི་བོད་རིགས་སྤུན་ཟླ་རྣམས་ལ་སྐུ་འགམ་བཟང། མོ་ངོ་ས་འབུར་ཏེ་གཏན་ཉིན་སློབ་གྲྭ་ནས་འཛིན་གྲྭ་དྲུག་མའི་སློབ་མ་བསྟན་འཛིན་པ་སངས་ནས་དེ་རིང་བོད་ཀྱི་སྐད་ཡིག་སྐོར་རྡོག་ཙམ་ཞུ་ཡ་ཡིན། སྤྱིར་སྐད་ཡིག་ནི་རང་ཅག་འགྲོ་བ་མི་རྣམས་ཀྱི་ཐུན་མོང་མ་ཡིན་པའི་རྣམ་འབྱེད་ཀྱི། བཅས་ལས་བྱུང་བའི་ཁྱད་ནོར་ཞིག་ཡིན་པ་ནི་བརྗོད་མི་དགོས་པ་ཞིག་རེད། དེ་བཞིན་བོད་སྤྱི་སྒེར་འདི་ཡང་བོད་མི་སུའི་ཉན་ན་ཉན་ཐུབ་པ་དང་ཤེས་ན་ལབ་བདེ་བའི་ཁྱད་ཆོས་ཡིན་པ་མ་ཟད། དེ་ལས་ཀྱང་གལ་ཆེ་ཞིང་ནི་སྐད་ཡིག་འདི་ཡི་ཐོག་སེམས་ཁམས་རིག་པའི་ཤེས་ཡོན་ཆ་ཚང་བ་ཞིག་ཡོད། བོད་ཀྱི་སྐད་ཡིག་ནི། ང་ཚོས་མེད་དུ་མི་རུང་བ་ཞིག་ཡིན་གང་ཡིན་ཞེ་ན་སྐད་ཡིག་བརྒྱུད་ནས་རང་ཉིད་ཀྱི་བསམ་ཚུལ་དང། རིག་གཞུང། ཤེས་ཡོན། ཆོས་ལུགས་སོགས་མི་རིགས་ཤིག་གི་ངོ་བོ་མཚོན་ཐུབ་པའི་ཁྱད་ཆོས་དང་ལྡན་པ་རེད། དེང་སྐབས་ཕྱི་ནང་གི་རྒྱུ་རྐྱེན་སྣ་ཚོགས་ལ་བརྟེན་ནས་བོད་ཀྱི་སྐད་ཡིག་ཉམས་རྒུད་ཚབས་ཆེར་འགྲོ་བཞིན་པ་རེད། ང་ཚོའི་བོད་ཀྱི་སྐད་ཡིག་ནི་ང་ཚོ་རྣམས་ཀྱི་རྔུལ་ཁྲག་ལས་གྲུབ་པ་ཡིན་དུས་ང་ཚོས་ཀྱང་བོད་ཀྱི་སྐད་ཡིག་ལ་བརྩི་མཐོང་སྒོ་ནས་བདག་སྤྱོད་བྱེད་དགོས། གོང་ས་མཆོག་གིས་ཀྱང་ང་ཚོའི་སྡེ་སར་ནས་ལངས་རྒྱུ་དམིགས་ཡུལ་ཡོད་པ་ཡིན་དུས་ང་ཚོས་ཀྱང་བོད་ཀྱི་སྐད་ཡིག་དང་ཡོན་ཏན་ཐོག་ཤུགས་རྒྱག་རྒྱུ་དཔེ་མི་སྲིད་པའི་གལ་ཆེན་པོ་ཆགས་ཡོད་ཅེས་གསུངས་ཡོད། དེར་བརྟེན་སྤྱིར་བོད་མི་དང། བྱེ་བྲག་ཏུ་མ་འོངས་པའི་སོན་རྩ་བོད་ཕྲུག་གཞོན་སྐྱེས་རྣམས་སྐད་ཡིག་བདག་གཅེས་དང། ཡར་རྒྱས་སོགས་མིག་མཐོང་ལག་ཟིན་གྱིས་གྲུབ་འབྲས་སྟོན་ཐུབ་པ་བྱེད་དགོས། ཕ་ཡུལ་བསྐྱུར་ཀྱང་ཕ་རྒྱལ་མ་བསྐྱུར་ཞེས་པ་ལྟར། མཐར་ང་ཚོ་ཚང་མ་བོད་ཀྱི་སྐད་ཡིག་ལ་ཤུགས་སྣོན་རྒྱག་དགོས་བཀའ་དྲིན་ཆེ་བོད་རྒྱལོ།